བུམ་པ། སྐྲ་བར་བཞག་པའི་དམོད་པ་མཛོད་ཅིག་འོང་དཀོན་མཆོག་འཇམ་པར་ཁྲོ་བོའི་སྐུ་བཀའ་ལྡན་ཆོས་བདག་ཉིད་སོ་མའི་གསུང་བདེ་ཆེན་དང་དབང་ཐོབ་རྒྱུ་འཇམ་དཔལ་སྐུ་དབང་ཐོབ་པར་ཞུ་ཡ་མན་ད་ཀ་ཧཱུྃ། གུ་རུ་སར་བ་ཧཱུྃ་ཧོ་རིག་འཛིན་རྡོ་རྗེ་ཐོད་པ་བདག་བཀའ་ལྡན་ཆོས་བདག་ཉིད་སོ་མའི་གསུང་བདེ་ཆེན་དང་དབང་ཐོབ་རྒྱུ་བླ་མ་རིག་འཛིན་དབང་ཐོབ་ཤོག་ཆོས་ཀྱི་གཞུང།

ཧོང་ངོ་ཧོང་ངོ། གསུང་མཆོག་རྟ་མགྲིན་ཁྲོ་བོའི་ལྗགས་བཀལ་བསྟན་བཅོས་དང་གཉིས་སོ་མའི་ཚུལ་འདི་ཕྱི་དང་དབང། པདྨ་གསུང་གི་དབང་རྟོགས་ཕྱོགས་ཧ་ཡ་འདྲིལ་བ་ར་ཧོང་ངོ་ཧོང། ཧར་ཡང་གཏོར་མ་འདི་ཉིད་སྤྱི་བོར་བཅིངས་ཏེ་ཐུགས་མཆོག་སྨན་རྩར་ཧེ་རུ་ཀ། བཀལ་བསྟན་བཅོས་དང་གཉིས་སོ་མའི་ཚུལ་འདི་འཆང་དང་དབང་རྟོགས་མཆོད་ཡང་དག

སྔོན་གཙོ་བླ་མའི་ཧེ་རུ་ཀ་སྐལ་ལྡན་ཆོས་དང་གཉིས་སུ་མེད་ཚུལ་འདི་བྱང་བདག་དབང་དུ་འཇུག་མ་མོ་རྦོད་གཏོང་དབང་དུ་འཇུག་མགུ་ཡ་འཇ་ན་མགུ་ཡ་འཇ་ན་ཧཱུྃ་ཧཱུྃ་ཧཱུྃ་འབར་ཆེན་རྡོ་རྗེ་གཞོན་ནུ་ནས་སྐལ་ལྡན་ཆོས་དང་གཉིས་སུ་མེད་ཚུལ་འཆང་དབང་འདི་ཐོབ། ཕུར་པ་ཕྲིན་ལས་དབང་དུ་བཞུགས་ཧཱུྃ་འབར་ཆེན་སྟོབས་ལྡན་ནག་པོ་ནས་སྐལ་ལྡན་ཆོས་དང་གཉིས་སུ་མེད་ཚུལ་འདི་ཕྱེད་དང། དམོད་པ་དྲག་སྔགས་དབང་དུ་བཞུགས་གསར་བ་ཧཱུྃ་ཧཱུྃ་ཧཱུྃ་འབར་ཆེན།

སྦན་ཛ་ར་ཙན་དྲ་ཧུང་ངོ་ཧུང་སྦན་ཛ་ར་ཙན་དྲ་ཧུང་ངོ་ཧུང། སླར་ཡང་གཏོར་མ་གནས་གསུམ་དུ་བཞག་སྟེ་ཧོང་ཆེན་མཆོག་ཡབ་ཡུམ་སྐུ་གསུང་ཐུགས་ཀ་རྟེན་འདི་ལ་བྱིན་གྱིས་རྡོ་རྗེ་ལྟ་བུའི་དབང་བསྐུར་སོགས་པད་མ་ལྟ་བུའི་བྱིན་རླབས་སོགས་འཁོར་ལོ་ལྟ་བུ་རྒྱས་འདེབས་ཚར། ཐམས་ཅད་ལྷུན་གྲུབ་དབང་ཐོབ་ཤོག་སྦན་ཛ་ར་ཀྲོ་དང་པདྨ་ཀྲོ་དང་པདྨ་ཀྲོ་ཏི་ཤོ་རེ་མ།

གཏོར་མ་འདི་ཉིད་སྒྲུབ་པའི་བཀའ་ཅི་བྱས་ལ་སོགས་རྟེན་བསྐལ་བྱ་ལ་བརྒྱུད་པའི་བླ་མ་དང་བཅས་པ་ཆང་རག་རྣམས་ཀྱི་སྤྱི་བོར་མཆོད་ནས། འོད་དུ་ཞུ་སྟེ་ཆང་རག་རྣམས་ལ་ཐིམ་པར་བསྒོམ་མོ་ཞེས་བརྗོད་གོ་ཀུན་ཏུ་བཟང་པོ་ལོངས་སྐུ་སྦྱོར་བ་རིགས་ལྔ་སྤྲུལ་སྐུ། རྡོ་རྗེ་སེམས་དཔའ་རིག་འཛིན་རྡོ་རྗེ་ཆོས་མཁའ་འགྲོ་ལས་ཀྱི་དབང་མོ་འཇའ་གར་རིག་འཛིན་རྗེ་གུ་རུ་པདྨ་བོད་ཀྱི་གྲུབ་ཐོབ། མི་དགུ་ཤུབ་བུའི་དཔལ་གྱི་སེངྒེ་མི་འགྱུར་རྡོ་རྗེ་བདུད་འདུལ་རོལ་པ་ཙཱ་ལ་སོགས་པ་བརྒྱུད་པའི་བླ་མ་རྣམས་དང་བདེ་གཤེགས་ཞི་བའི་ལྷ་ཚོགས་འཕྲང་དུ་འཕྲོ་བའི་ལྷ་ཚོགས་འཇམ་པར་སྐུ་ཡི་ལྷ་ཚོགས། པདྨ་གསུང་གི་ལྷ་ཚོགས་ཡང་དག་ཐུགས་རྗེའི་ལྷ་ཚོགས་རྗེས་འཇུག་ཡོན་ཏན་ལྷ་ཚོགས་དྲིན་ལན་ཕུར་པ་ལྷ་ཚོགས་མ་མོ་དཔལ་སྟོང་ལྷ་ཚོགས་བླ་མ་རིག་འཛིན་ལྷ་ཚོགས་སྨོན་པ་དྲག་སྔགས་ལྷ་ཚོགས། འཇིག་རྟེན་མཆོད་རྟེན་ལྷ་ཚོགས་རྣམ་རྒྱལ་བྱིན་གྱིས་རློབས་ཤིག་ནད་གདོན་བར་ཆད་རྣམས་ཀྱིས་ཞི་བར་བྱིན་གྱིས་རློབས་ཤིག། ཚེ་དང་བསོད་ནམས་ཐམས་ཅད་འཕེལ་ཞིང་རྒྱས་པར་བྱིན་གྱིས་རློབས་ཤིག་ལུས་ངག་ཡིད་གསུམ་སྨིན་ཅིང་གྲོལ་བར་བྱིན་གྱིས་རློབས་ཤིག་ཨ་ཀྲོ་མ། ཀྲུ་དང་ཤེ་རེ་ཧེ་རུ་ཀ་ཀ་ཡ་ཨ་ཀྲོ་མ་ཀྲུ་དང་པདྨ་ཤེ་རེ་ཧེ་རུ་ཀ་ཀ་ཡ་ཝོ་ག་ཙེ་ཏཱ། མན་ཏར་ཀི་ལི་ཀི་ལཱི་མ་ཨ་ཡ་ཅཱ་ཀ་ལ་རུ་པ་ཀ་མ་ར་མཛོ་ལ་རམ་ར་ཧུམ་བེ་ཀ་ཡ་ཝོ་ག་ཙེ་ཏཱ་ཨ་བྷི་ཧེ་ཛ། མཱ་མ་རཱ་ཇཱ་རཱ་ཇཱ་ཀ་ཡ་བ་ཀ་ཛི་ཏཱ་ཨ་བྷི་ཧེན་ཛཱ་མཱ་མ་རཱ་ཇཱ་རཱ་ཇཱ། འོ་དེས་དགོངས་གཏེར་བཀའ་རྗེས་ལུས་ཅིལ་ཅིལ་དབང་ལེགས་པར་ཐོབ་པ་ཡིན་པས་འདི་ཉིད་དམ་ཚིག་ཏུ་འཛིན་དགོས་པས་མོས་པས་འདི་ཡི་རྗེས་ཟློས་ཀྱིས་གཙོ་བོས་ཇི་ལྟར་བཀའ་སྩལ། བོན་རྣམས་མི་འདྲ་ལ་གང་ནས་ཡང་འདའ་ཡ་མེད། སླར་ཡང་ལུས་ལོངས་སྤྱོད་དགེ་ཚོགས་རྒྱ་མཚོ་དང་བཅས་པ་ཐམས་ཅད་བསྟོད་པ་སྨོན་པ་འབུལ་ནས་ཕྱག་བཞེས་ནས་བཞེས་ལ། ལོངས་སྤྱོད་དུ་སོང་སྙམ་པས་འདི་ཡི་རྗེས་བདུན་གྱི་ཐིག་ནས་བརྩམས་ཏེ་བདག་དྲིན་དུ། ཁྱེད་ལ་བདག་ནི་འབུལ་ལགས་ན། ཁྱེད་ཀྱིས་སློབ་མར་བཟུང་བ་ཡི། བྱ་ཡི་ལྕགས་ནི་བཅད་དུ་གསོལ། བྱ་ཡི་ལྕགས་ནི་བཅད་དུ། བྱ་ཡི་ལྕགས་ནི་བཅད་དུ་གསོལ། དབང་བསྐུར་ཐོབ་པའི་དགེ་བའི་རྩ་བ་ཁ་ཆགས་སེམས་ཅན་གྱི་དོན་དུ་བསྔོ་བའི་ཐུགས་སྨོན་གནང་བར་ཞུ།

ཆུ། སྒྲུབ་པ་དཀའ་བྱེད་ཀྱི་དཀྱིལ་འཁོར་གྱི་ཤར་དུ་མེ་ཏོག་བབས་པའི་ལྷོ་བྲག་མཁར་བཅུར་སོང་ལ། ཡང་དག་ཧེ་རུ་ཀ་ཡི་སྒྲུབ་པ་གྲུབ་པ་ཐོབ་པར་གྱིས་ཤིག། ཅེས་གནུབས་སངས་རྒྱས་ཡེ་ཤེས། གནུབས་སངས་རྒྱས་ཡེ་ཤེས་ཆོས་ཀྱི་མེ་ཏོག་དེས་སྒྲུབ་པ་བཀའ་བརྒྱད་ཀྱི་དཀྱིལ་འཁོར་གྱི་ལྷོ་རུ་བབས་པས་བྲག་གི་ཡང་རྫོང་དུ་སོང་ལ་འཇམ་པར་གཤིན་རྗེ་བསྒྲུབས་ནས་གྲུབ་པ་ཐོབ་པར་བྱས། ཞེས་བྱ་བ་མཆོག་ཡང། བྱ་བ་མཆོག་ཡང་ཆོས་ཀྱི་མེ་ཏོག་དེ་སྒྲུབ་པ་དཀའ་བྱེད་ཀྱི་དཀྱིལ་འཁོར་གྱི་ནུབ་ཏུ་བབས་པས། དབེན་རྩར་རྟ་མགྲིན་པད་མ་དབང་ཆེན་བསྒྲུབས་ལ་གྲུབ་པ་ཐོབ་པར་གྱིས་ཤིག། མཁའ་འགྲོ་ཡེ་ཤེས་མཚོ་རྒྱལ། མཁའ་འགྲོ་ཡེ་ཤེས་མཚོ་ཆར་ཆོས་ཀྱི་མེ་ཏོག་དེ་སྒྲུབ་པ་དཀའ་སྤྱད་ཀྱི་དཀྱིལ་འཁོར་གྱི་བྱང་དུ་བབས་པ་ཡིན་པས་མོན་ཁ་གནས་རི་སེང་གེ་རྫོང་དུ་སོང་ལ་ཕྲིན་ལས་ཕུར་པའི་ལྷ་མཆོག་བསྒྲུབས་ནས་གྲུབ་པ་ཐོབ་པར་གྱིས་ཤིག། འགྲོ་མིའི་དཔལ་གྱི་ཡེ་ཤེས། ཅེས་འགྲོ་མིའི་དཔལ་གྱི་ཡེ་ཤེས་ཆོས་ཀྱི་མེ་ཏོག་དེ་སྒྲུབ་པ་དཀའ་སྤྱད་ཀྱི་དཀྱིལ་འཁོར་གྱི་ཤར་ལྷོར་བབས་པ་ཡིན་པས། ཡར་སྟོད་ཤམ་བུ་གང་ཅི་ར་བར་སོང་ལ་མ་མོ་རྦོད་གཏོང་བསྒྲུབས་ནས་སྒྲུབ་བ་ཐོབ་པར་གྱིས་ཤིག། གླང་ཆེན་དཔལ་གྱི་སེང་གེ། གླང་ཆེན་དཔལ་གྱི་སེང་གེས་ཆོས་ཀྱི་མེ་ཏོག་དེ་སྒྲུབ་པ་བཀའ་བརྒྱད་ཀྱི་དཀྱིལ་འཁོར་གྱི་ནུབ་བྱང་དུ་བབས་པ་ཡིན་པས་འཇིག་རྟེན་མཆོད་བསྟོད་དྲེགས་པའི་དཀྱིལ་འཁོར་བསྒྲུབས་ནས་གྲུབ་པ་ཐོབ་པར་གྱིས་ཤིག། འབེ་རོག་ཙར་ན། ཆོས་ཀྱི་མེ་ཏོག་དེ། སྒྲུབ་པ་དཀའ་སྤྱད་ཀྱི་དཀྱིལ་འཁོར་གྱི་བྱང་ཤར་དུ་བབས་པ་ཡིན་པས་གཡའ་མ་ལུང་དུ་སོང་ལ་དཔལ་ཆེན་སྟོབས་ལྡན་ནག་པོ་སྒྲུབ་པར་བྱས་ལ་གྲུབ་པ་ཐོབ་པར་གྱིས་ཤིག། ཅེས་མཆོད་ཅིང་རྒྱལ་པོ་ཆེན་པོ་ལ། ཅེས་མཆོད་ཅིང་རྒྱལ་པོ་ཆེན་པོ་མཆོད་ཅིང་མེ་ཏོག་སྟེ་སྒྲུབ་པ་དཀའ་སྤྱད་ཀྱི་དཀྱིལ་འཁོར་གྱི་དབུས་སུ་བབས་པའི་གསང་མཚན་ཚངས་པ་ལྷ་ཡི་མེ་ཏོག་ཡིན། བསམ་ཡས་དབུ་རྩེར་སྤར་ཆེན་ཆེ་མཆོག་ཡོན་ཏན་གྱི་ལྷ་ཚོགས་སྒྲུབ་པར་བགྱི་ལ། སྒྲུབ་པ།